ལྷན་སྐྱེས་ཚོ་ཚང་མ་ལོ་ཡར་འཚམས་འདྲི་ཞུས་པ་དང་སྦྲགས་ལྷ་དཀར་བཟང་ཞུ་ཡ་ཡིན། ངའི་མིང་ལ་སྐལ་བཟང་ཕུན་ཚོགས་འབྱུང་གནས་ཡིན། ད་ལྟ། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་འོས་བསྡུའི་སྐབས་སུ་ཡིན། ལྷོ་བྱང་ཨ་རིག་གི་སྤྱི་འཐུས་ལ་ཡང་དུ་ལང་གི་ཡོད། ཨ་ཁ་ཚང་དུ་ལང་གི་ཡོད་ཟེར་བའི་གི་གསལ་བསྒྲགས་དུ་བཏང་ཡོད་རེད་གསལ་བསྒྲགས་དེའི་ནང་ལོགས་ལ་ཡང་ད་ལང་དགོས་པའི་རྒྱུ་མཚན་བྱས་ནས་གྲུབ་ཆའི་དམིགས་ཡུལ་དོན་ཚན་བཞི་ཞིག་དུ། ལྷན་རྒྱས་ཚོ་ལས་སྙན་སྒྲོན་ཞུས་པ་ཡིན། ད་དེ་རིང་གི་གནད་དོན་འདི་ལས་ཡིན་པ་ལ་ཕྱིན་ན་གྲུབ་ཆའི་དམིགས་ཡུལ་དོན་ཚན་གསུམ་པ་དང་བཞི་པའི་སྐོར་ལས་སྐད་ཆ་བཤད་ཡ་ཡིན། དེ་དེ་ག་རེད་ཟེར་ན་ད། རོགས་ཨ། ཁྲིམས་ཀྱི་དབང་སྒྱུར་སྲ་བརྟན་དང། ཨ་ནི། མི་མང་གི་མངོན་འདོད་སྲུང་སྐྱོབ་དང་མི་མང་གི་ངོ་ཚབ་དུ་མཚོན་ཐུབ་ཡ་གི་ཨ་ནི་འབད་བརྩོན་ཞུ་གི་ཡིན་ལ་དེ་གནད་དོན་འདི་རེད། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་ནང་ལོགས་ལས་ཡ། སྤྱི་འཐུས་རྣམ་པ་ཚོ་ལ་ཨ་ནི་འགན་གལ་ཆེན་པོ་གཉིས་བསྐུར་བཞག་ཡོད་རེད། དང་པོ་དེ་ཡིན་ན་ཁྲིམས་བཟོ་ཡ་དེ་རེད། བྱས་ཙང་ཁྲིམས་བཟོ་ལྷན་ཚོགས་ལ་དབར་བར་ཁྲིམས་བཟོ་ཡག་དེ་བྱས། གཉིས་པ་དེ་ཡིན་ན་ཨ་ནེ་གཅིག་བཀའ་ཤག་ལ་ཡང་སྟངས་འཛིན་བྱེད་ཡག་རེད། གནད་དོན་འདི་གཉིས་གཉིས་ཅག་གལ་ཆེན་པོ་ཞིའུ་ཅི་རེད། འགན་ལྗིད་པོ་བྱེད་ཡག་རེད། འདི་བྱེད་མཁན་གྱི་གང་ཟག་མི་འདི་ཚོ་ཡིན་པ་ར་ཅི་ན། ག་ལ་གང་འཚམ་ཅིག་གི་ཤེས་ཡོན་གནས་ཚད་ཡོད་པ་དང་ཨ་ནེ་ཉམས་མྱོང་ཡོད་པ་གི་མི་བྱོས་ན་ནི་བོད་སྤྱི་པའི་རྩ་དོན་དོན་དག་ལ་ཡང་འཕྲལ་ཕུགས་རྒྱང་གསུམ་ལ་ཡང་ཕན་པའི་གི་ལས་ཀ་ཏུ་བྱེད་ཐུག་རེད། འདི་དགོས་ཡ་དེ་ནི་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་ཡོད་དུས་ཀོ་སོ། མི་མང་ཚོགས་ཀྱི་འོས་མ་ཕན་གོང་ནས་ཡང་འོས་སོ་སོའི་འོས་ཕན་བསགས་ཀྱི་མི་དེ་གི་རྒྱབ་ལྗོངས་གནས་ཚུལ་ཆ་ཚང་བ་ཅིག་མཁྱེན་ཐུབ་ཡ་དེ་ནི་ཤིན་ཏུ་ནས་གལ་ཆེན་པོ་རེད་བསམ་ཏེ་བརྒྱུད་ནས་ཡང་ཞུ་འདོད་བྱུང། སོ་སོ་རང་ཉིད་ཨ་ནི་སྤྱི་འཐུས་ཆགས་པའི་གི་ཉིན་མོ་འདི་ནས། ཨ་ནི་ངས་ག་རེ་བྱས་ཡིན་ཟེར་ན། དང་པོ་དེ་ལ་ཡ། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་འདི་ནང་ལོགས་ལ་ཡ། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་ནི་བོད་མི་གཉིས་ཀྱི་པ་རག་གི་འབྲེལ་བ་དེ་དམ། དམ་དང་ཟབ་པོ། དང་ཡ་དེ་ངས་དང་པོ་དེ་ཡིན། གཅིག་མ་འོངས་པ་ང་རང་ཚོ་གཅིག་སྲིད་སྐྱོང་གི་སྣེ་ཁྲིད་པའི་གི་ཨ་ནི་བཀའ་ཤག་ཡིན་ན་རེད། གང་དག་སྤྱི་འཐུས་རྣམ་པ་ཚོ་ཡིན་ན་རེད་གང་དག་ལས་དོན་བྱེད་མ་ཐུབ་པ་གི་ད་རྫ་དྲག་གི་གནས་སྟངས་ཆེན་པོ་ཆགས་བྱས་དགོངས་པ་ཞུ་དགོས་པའི་གནས་སྟངས་འདི་འདྲ་ཆགས་པ་ར་གཅིག་ན། ཨ་ནེ་ཁྲིམས་ཀྱི་འདི་ནང་ལོགས་ལ་ག་རེ་འཁོད་དགོས་རེད་ཟེར་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་གནང་བཞག་པ་འདི་ལ་ཡང་ཤར་བཀོད་བྱེད་དགོས་ཀྱི་ཡོད་ཨེ་ཟེར་ལ་ཇག་སྡིག། ཚིག་ཐག་ཆོད་པོའི་ངོགས་ནས་ཨ་ནེ་ཁྲིམས་འདི་བཀོད་དགོས་པ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་དགོས་པ་རེད། གང་ཡིན་ཟེར་ན་ད་ལྟའི་གནས་སྟངས་ཁ་ཤས་ཁ་ཤས་ཡོང་སྟངས་བལྟས་པ་ལ་ཞུ་ན་མ་འོངས་པ་ག་འདྲ་ཡོང་གི་ཡོད་མེད་དེ་ཚོད་དཔག་ག་ལ་ག་ལམ་བྱེད་ཐུབ་ཀྱི་རེད། བྱིས་དུས་སྐབས་སུ་ང་རང་ཚོ་བོད་པའི་གཏམ་དཔེ་ནང་ལོ་ཡོར་བ། ཆུ་མ་ཡོང་གོང་ནས་ར་དང་རྐྱལ་མ་ཡོང་གོང་ནས་རྡོག་པ། ལ་བས་ཀྱི་དཔེ་ལྟར་རོ་འདི་སྔོན་ཚུད་ནས་གྲ་སྒྲིག་གིས་ཨ་ནི། སོ་སོའི་ངོས་ནས་ཨ་ནི་འདི་ལས་གང་ལ་ཡིན་ན་ཁྲིམས་འཆར། དང། ལས་ཀ་བྱས་འདི་གང་ལ་ཡིན་ན་འདུན་པ། དང་ཆོད་སེམས་བརྟན་པོ་ཡོད་ས་ལ་དང་པོ་ཡིན་ལ་འདི་ཞུ་ཡ་ཡིན། ད་བར་ནང་བཞིན་མི་མང་པོ་ཞིག་ཅིག་གི་བསམ་བློ་ནང་ལོ་ལ་ཡ་ཐག་རང་ཡོད་རེད། ཅིག་ན་སྤྱི་འཐུས་ཀྱི་འོས་བསྡུ་སྐབས་ལ་ཡིན་པ་ལ་ཅིག་ན་ས་གནས་ག་བ་ལ་ཡིན་མེད་ལ་བབས་པས། ཨ་ནི་འདི་དང་ཅིག་གིས་སོ་སོ་གཅིག་གྲྭ་བཙུན་ཡིན་མེད་ལ་ཁྱད་པར་གྱི། ཨ་ནི་ཁ་ཤས་ལ་ཡིན་ན་འོད། བཅུ་གཉིས་ལུས་ཡ་ཡོད་རྒྱུ་ཁ་ཤས་ལ་འོད་བཅུ་ལུས་ཡ་ཡོད་རྒྱུ། ཨ་ང་རང་ཚོ་ལྷོ་བྱང་ཨ་རི་ལ་བྱུས་ཡོད་ཀྱི་བོད་པ་སོགས་ཡིན་ན་འོད་གཉིས་མ་ཞིག་ལུས་ཡ་མེད་རྒྱུ། དེ་དེ་དམངས་གཙོའི་གྱི་ནང་ལོགས་ལ་ཡ་ད་ཅིག་ཚད་ཟིན་ས་ཅིག་གི་མི་གཅིག་ལ་ཡ་འོད་གཅིག་ཡོད་ལ་ཡ་འདི་ད་རྒྱའི་འགྲོ་གོ་རེད་འདི་ད་པའི་ལྡོག་ཕྱོགས་ཆགས་ཀྱི་ཡོད་དུས་ཀ་སོ། ཨ་ནི་མི་མང་གི་མངོན་འདོད་གཞི་གཟུང་གི་འདི་གང་ལ་ཡ་ད་བསྒྱུར་བཅོས་བཏང་ཡ་འདི་ག་ལ་ཡིན་ན་སོ་སོའི་ངོས་ནས་ཨ་ནི་ཆོད་སེམས་བརྟན་པོ་ཅིག་དང་འདི་ག་ལ།

དེ་ནས་ང་རང་ཚོ་ལས་འགན་གཉིས་པ་འདི་ག་རེད་ཟེར་ན་སྤྱི་འཐུས་ཀྱི་བཀའ་ཤག་ལ་སྟངས་འཛིན་བྱེད་ཡ་དེ་རེད་བཀའ་ཤག་སྟངས་འཛིན་བྱེད་ཡ་དེ་ན་ལས་སླ་པོ་ཡོད་མ་རེད་ད། གང་ཡིན་ཟེར་ན། བཀའ་ཤག་ནང་ལོགས་ལ་བཞུགས་མཁན་གྱི་སྒོ་སྲིད་སྐྱོང་ནས་བྱེད་ནི་བཀའ་བློན་རྣམ་པ་ཚོ་ཡིན་ན་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ནང་ལོགས་ནས་ད་ཨ་ཡོད་ནང་གི་ད་ཡོད་སྒོ་ང་ནང་གི་གསེར་རིའི་ལ་ཡ་དེ་ནང་བཞུགས་སུ་རུ་བ། ད། སློབ་སྦྱོང་ཚད་དང་ལྡན་པ་ཉམས་མྱོང་ཚད་དང་ལྡན་པ། ཅེས་གུས་ཞབས་ལྡན་པའི་མིས་རྐྱང་རྐྱང་ཅིག་འདུས་དགོས་སོ། དེའི་སྟངས་འཛིན་བྱེད་མཁན་ལ་འདུས་དགོས་སོ། གོ་ག་ལ་གང་འཚམ་གྱིས་སོ་སོའི་ངོས་ནས་ཡང་སློབ་སྦྱོང་གི་རྒྱབ་ལྗོངས་དང། ཅིག་ཉམས་མྱོང་གི་གནས་ཚད་དང་གང་ཅིའི་ཐད་ལ་ཡིན་ན། ཕྲན་བུ་ཅིག་མེད་པར་ཅིག་ན། གོ་ཕན་ཐོགས་ཆེད་ཐུ་བའི་ཕག་བཞག་ཆེད་འགོག་རྐྱེན་བྱེད་ཡ་གི་ཉེན་ཁ་ཅིག་ཆགས་ཀྱི་རེད། ཅིག་འདུས་དགོས་སོ་ལྷན་རྒྱས་ཚོགས་ཀྱི་འདིར་ཐུགས་ལ་བཞག་དགོས་བ་དེ་གལ་ཆེན་པོ་རེད་བཞག་ལ་འདི་ཞུ་ཡ་ཡིན། སོ་སོའི་ངོས་ནས་བྱེད་པར་ཅིག་ན། ཅིག་གིས། སློབ་སྦྱོང་མི་དམན་ཙམ་བྱས་ཡོད་རེད་ལྷག་པར་དུ Project Management གྱི་སློབ་སྦྱོང་དེ་བྱེད་དུས་སྐབས་སུ། དཔེར་ན། ང་ཚོ་དེ་སྤྱི་འཐུས་ཚོགས་དུས་སྐབས་སུ་ཡིན་ནའང་ཚོགས་ཐེངས་གཉིས་ཚོགས་ཀྱི་ཡོད་རེད་ཅེ་ན་སྔོན་རྩིས་འདིའི་ཁ་ལ་བཀའ་འཁྲོལ་ཞུ་དུས་སྐབས་སུ་ལས་འཆར་གསར་པ་དེ་འདྲ་འཁྱེར་བའི་སྐབས་སུ། Project Management གྱི Concept དེ་བེད་སྤྱོད་ཇི་བྱས། ཨ་ནི་འཆར་གཞི་ག་འདྲས་འཁྱེར་ཡོང་གི་འདུག་སྟངས་འཛིན་འདི་ཚོ་ག་འདྲས་བྱས་ཡག་རེད་འདུག་མཐའ་མ་དེ་ལ་ཡང་དམིགས་ཡུལ་དེ་ག་འདྲས་སྒྲུབ་ཡག་རེད་འདུག་དམིགས་ཡུལ་དེ་ངེས་ཅན་རེད་དང་རེད་མི་འདུག་དམིགས་ཡུལ་འདི་ང་རང་ཚོ་བོད་སྤྱི་བའི་རྩ་དོན་དོན་དག་ལ་ཕན་ཐོགས་རེད་དོ་མི་མང་ལ་ཕན་ཐོགས་པ་རེད་དོ་རེད་མི་འདུག་འདི་འདྲས་ཀྱི་ཐོག་ནས་ཨ་ནེ་ཅིག་གི་སྟངས་འཛིན་བྱེད་ཡག་ལ་སོ་སོའི་ངོས་ནས་ནུས་པ་ག་རེ་ཡོད་པ་དེ་མཉམ་སྤུངས་ཀྱི་ཐོག་ནས་ཅིག་བཀའ་ཤག་ལ་ཡང་རྒྱབ་སྐྱོར་ཞུ་ཡག་རེད་ཡང་ཅིག་རྒྱུ་མཚན། མེད་པའི་གི་ཡང་ཅིག་གི། ལྟ་བ་མ་མཐུན་པ་འདི་འདྲ་ཡོད་པ་རེད་ཟེར་ན་འདིའི་གང་ལ་ཡིན་ན། སོ་སོའི་ངོས་ནས་དགག་བྱ་ཞུ་ཡ་རེད། གང་ཅིའི་ཐད་ལ་ཡིན་ན་ག་ད། ཅིག་གི་འདས་པའི་གི་སོ་སོའི་ལས་ཀ་བྱེད་པའི་གི་བརྒྱུད་རིམ་ནང་ལོགས་ལ་ཡང་དུས་དང་རྣམ་པ་ཀུན་ཏུ་ཨ་ནི་རིག་པའི་རྗེས་འབྲང་ཅིག་ཅིག་བྱས་བྱས། རྒྱུ་མཚན་རང་ལ་གཏུགས་བྱས། ཅིག་གང་ཟག་ལ་མ་ལྟོས་པར་ཆོས་རང་ལ་བལྟས་བྱས་ལས་ཀ་བྱེད་མཁན་ཞིག་མི་ཅིག་ཡིན་དུས་དགོས་སོ་ངས་འདིའི་ག་ལ་ཡང་སྤྱི་པའི་གི། ཅིག་གི་ལས་དོན་འདིའི་གང་ལ་ཡིན་ན། ཞབས་ཕྱི་མི་དམན་ཙམ་ཞུས་ཐུབ་ཀི་རེད་བསམ་པའི་གི་སོ་སོ་ལ་ཡང་གདེང་ཚོད་ཅིག་དང་ཡང་སྤོབས་པ་ཅིག་ཡོད། དེ་ནས་ཅིག་གིས་ད་བོད་མི་མང་གི་མངོན་འདོད་སྒྲུབ་ཐོའི་ཞལ་འབག་དེ་འདྲའི་གནད་དོན་མང་པོ་ཡོང་སྲིད་ཀྱི་རེད། དཔེར་ན་སོ་སོ་སྤྱི་དོན་ཚོགས་པའི་གི་ཚོགས་གཙོ་བྱས་པའི་སྐབས་སུ་ལས་ཡིན་ནའང། ཅིག་གི། ཅིག་ཆོས་བརྒྱུད་རིགས་སུ་མ་བཅད་པའི་གི་ད་བླ་ཆེན་རེད། ནི་དེ་ནས་སྤྲུལ་སྐུ་རེད་དགེ་བཤེས་རེད། འདུག་སོ་ཅིག་དེ་འདྲའི་ཞུས་ཅིག་ས་གནས་ས་ཐོག་ལ་ཡང་ཅིག་མི་མང་སོ་སོ་སོ་སོ་ལ་ཡང་ཆོས་བརྒྱུད་གང་དང་དགའ་མོས་བྱེད་ས་དེ་ནས་གནའ་མི་སྣ་ཚོགས་མང་པོ་ཡོད་དུས་དགོས་སོ་དུས་སོ་ཚང་མ་ཅིག་མཉམ་དུ་ཡ་ཁྲིད་ཐུབ་ཡ་གི་ག་དུས་ནས་འབད་བརྩོན་བྱེད་དེ་ངས་མི་བྱིན་དུས་དགོས་སོ་གོ་སྤྱི་བའི་འཐུས་མི་ཆགས་པ་ར་བྱེད་ན་དེ་ད་ནང་བཞིན་གི་ཨ་ནི་ལས་དོན་དུས་སོ་ཚང་མ་ཅིག་མཉམ་དུ་ལ་ཡ་ཁེ་ཐུབ་ངས་གི་ངས་གི་མི་བྱིན་དུས་དགོས་སོ་འདི་ག་ལ་ཡ་ངས་ནུས་པ་དེ་ཤུགས་ཆེན་པོ་བཏོན་ཐུབ་གི་རེད་བསམ་གི་འདུག། བྱེད་དུས་སྐབས་སོ། དེ་ལ་ཡང་ཆོས་ཚོགས་ཁག་ལ་ཡིན་ན་རྒྱབ་སྐྱོར་ཞུ་ཡ་ཡིན་ན་རེད་ང་རང་ཚོ་བོད་པའི་གི་བླ་བྲ་ཚོགས་ལ་ཡིན་པ་ར་ཤི་ན་གཅིག་གི་ཁ་ཡོད་ལག་ཡོད་གི་ཡར་རྒྱས་དང་ཨ་ནི་གཅིག་གི་ཕན་ཐོག་ཡོད་བའི་གི་ལས་ཤིག་ཏུ་སོ་ལས་ཡིན་ན་ངས་གི་ངོས་ནས་ག་ལ་གང་འཚམ་གཅིག་གི་ནུས་པ་གཅིག་སྤུངས་ཐུག་རེད་བསམ་གི་འདུག་ལ་ཨ་ནི་བྱེད་ཡ་གི་ཆོད་སེམས་བརྟན་པོ་ཡོད་བྱེད་དུས་སྐབས་སོ་ལྷན་རྒྱས་ཚོགས་གི་དེའི་གནད་དོན་དུ་སོ་གང་ལ་ཡིན་ན་ལྷན་རྒྱས་ཚོགས་གི་རྒྱབ་སྐྱོར་ཡོད་བ་ར་ཤི་ན་ང་ལ་རྒྱབ་སྐྱོར་གནང་རོགས་གནང་བསམ་འབོད་ཡུལ་ཞུ་བ་དང་འདྲ་ཨ་ནི་རྗེས་མ་བརྗེད་ཡོང། དེའི་སྐབས་སུ་བརྗེད་པའི་སྐབས་སུ་ལས་སྣ་ལྷན་སྐྱེས་ཚོགས་ཀྱི་དྲི་བ་ག་རེ་ཡོད་པ་རེ་ཞིག་ན། དེ་ངེད་ཀྱི་ངོ་དེབ་ཀྱི་བརྒྱུད་ནས་ཨ་ནི་ད་ལྟ་ཐད་གཏོང་འགྲོ་བའི་སྐབས་སུ་དེ་དྲི་བ་བཏང་གནང་རོགས་གནང་བསམ་འབུལ་སྐུལ་ཞུ་ཡ་ཡིན། ཨ་ནི། ལས་མ་བརྗེད་པར་ལྷན་སྐྱེས་ཚོགས་ཚང་མ་གི་སྐུ་གཟུགས་ལ་ཡང་ཐུགས་འཇགས་གནང་རོགས་གནང། ནད་ཡམས་འདི་ཁྱབ་གདལ་ཆེ་རུ་འགྲོ་གོ་རེད། འདིའི་རྒྱུ་མཚན་ལ་བལྟས་རྗེས་ང་ས་གནས་ས་ཐོག་ལ་ཡར་འཕར་བཅར། བཅའ་རས་འདི་མེད་པ་བྱས་པ་ཡིན་གང་ཡིན་ཟེར་ན་གཅིག་མི་མང་གི་འཕྲོད་བསྟེན་འདི་གལ་ཆེ་ཤོས་རེད་ལྷག་པར་དུ་སོ་སོ་གཅིག་འཕྲོད་བསྟེན་དང་འབྲེལ་བའི་གི་ལས་ཀ་ཅིག་བྱེད་ཀྱི་ཡོད་དུས་སྐབས་སུ་ཁ་ནས་བཤད་ཡ་དེ་དང་དོན་དངོས་ནས་ལས་ཀ་བྱེད་ཡ་དེ་གཉིས་ལ་ཡ་ཁ་ཁྱད་པར་འགྲོ་བ་རེ་ཤི་ན་ཏག་ཏག་དེ་གི་མེད་དུས་སྐབས་སུ་ཨ་ང་ཚོ་དེ་རིང་འདིར་དྲ་ཐོག་བརྒྱུད་ནས་ཨ་འདུག་ཁྱབ་བསྒྲགས་བྱེད་ཡ་ལ་སོགས་པ་དང་ངོ་སྤྲོད་ཞུ་ཡ་འདུག་སོགས་ལས་རྒྱུན་དུ་བྱེད་ཀྱི་ཡོད་ཨ་ནི་མུ་མཐུད་ནས་གཅིག་གི་ནད་ཡམས་དེའི་བར་མ་འགྲོ་བ་དང། ཡང་མིན་ན་གཅིག་གི་སྔོན་འགོག་གི་ཁབ་དེ་མེད་མ་སླད་བར་དུ་ལ་ཡང་ང་ཚོས་དྲ་ཐོག་གི་བརྒྱུད་ནས་འབྲེལ་བ་དེ་ཡོང་བའི་བཀྲ་ཤིས་སྨོན་ལམ་དུ་ཞུས་པ་དང་སྦྲགས་རྗེས་གནང་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང། བོད་ཀྱི་བདེན་མཐའ་མྱུར་དུ་སོས་པའི་བཀྲ་ཤིས་སྨོན་ལམ་དུ་ཞུ་ཡ་ཡིན་ཐུགས་རྗེ་ཆེ།